ལྷ་ལ། ད་ལྟའི་སེམས་ནི། དེའི་སྡུག་བསྔལ་ཀུན་ལ་ཞུགས་ཐུབ་པའི་ནུས་པ་དཀོན་མཆོག་གསུམ་ལ་མ་གཏོགས་སུ་ལའང་མེད། རོང་པོ་འདི་ཟེར་དུས་ཨོ་ད་ཉལ་བ་ཡི་དྭགས་བརྟུལ་འགྲོ་བླ་མིན་བླ་མར་ནི་སྡུག་བསྔལ་ཚང་བ་ཞུགས་ཐུབ་དཀར་པོ་སངས་རྒྱས་ཆོས་ཀྱི་ནུས་ལ་ཡོད་མ་གཏོགས་ཡང་སུ་བྱས་མེད་ཀྱང་ཨོ་སི་ད་ཀྱི་འཇིག་རྟེན་དཔེ་ལ་ཚངས་པ་དང་རྒྱལ་སྤྱིའི་ནང་ཁྱབ་འཇུག་སོགས་ལ་སྐྱབས་སུ་འགྲོ་ཡང་ཞུགས་མི་ཐུབ་ད།

ཅིའི་ཕྱིར་ཞུས་ན་ཤེས་ཟེར་ན། ལྟས་ཀུན་ང་བཏང་ན་ཡིན་འཁོར་བ་པ་ཡིན་མ་གཏོགས་ཐར་པ་ཐོབ་ཀར་མིན་འོ་ད་ཁྱ་ཚང་པ་ཡིན་འགྲོ་ཁྱབ་འཇུག་ཡིན་འགྲོ་དབང་ཕྱུག་ཡིན་འགྲོ། ཡ་དེ་ནས་ཀ་ལི་དེའུ་ཡིན་འགྲོ་དེ་ཚོ་ང་བཏང་ཚོ་འཁོར་ན་འཁོར་རེ་འདུག་ཀར་ནི་ནོ་མ་གཏོགས་ཤིག་ཐར་པ་ཐོབ་ཀར་སངས་རྒྱས་སྟེ་མ་ནོ་ཞེས་མན་པ་སངས་དེ་དེའུ་ནི་སྐྱོབ་ཐུབ་པ་མ་ནོ་ཞེས་ཟེར་ནོ། འོ་ཡ་དེའུ་འདོད་ཆགས་དང་ཞེ་སྡང་སོགས་ཉོན་མོངས་པ་དང་ལྡན་ཁར་ནི་ཡིན་མ་གཏོགས་དེ་ཀུན་ནང་སྒྲ་དེ་མིན་འོ་ད། ང་དང་ཨ་ཀ་ལུག་རྟ་ས་སེམས་ཤིང་ཨ་འདོད་ཆགས་ཡོད། ཞེ་སྡང་ཡོད་ངར་རྒྱ་ཡོད་ཕྲག་དོག་ཡོད་དེ་ཚོ་ཁོ་ནའི་སེམས་མ་ཡོད་མཁན་ཨོ། འོ་ད་དེ་ཀུན་ནང་སྒྲ་དེ་མིན་དེ་ཀུན་ནང་སྒྲ་དེ་མིན་འོ། དེས་ན་སྡུག་བསྔལ་ཀུན་ལ་ཞོབ་མཁན་དཀོན་མཆོག་གསུམ་པོ་རང་ཡིན་བསམ་སྟེ། ཉིན་གུང་རུས་པའི་སྟེང་ན་ཨི་བྱེད་དགོས་འོ་ད་སྡུག་བསྔལ་ཚང་མ་ལ་ཞོབ་མཁན་པོ་སེང་གེ་ཆོས་བརྒྱུད་ནུས་མིན་ད་སུའང་མེད་བསམ་སྟེ་དེ་བ་དང

དེ་ལ་སྐྱོད་པའི་ནུས་པ་དཀོན་མཆོག་ལ་ཡོད་པའི་ཡིད་ཆེས་དུ་མེད་ན་སྐྱབས་འགྲོའི་ཆོ་ག་ནི་བཅོལ་ན། སྐྱབས་འགྲོའི་རྣམ་དག་སུ་གྱུར་ཡང་མིན་ནོ། འོད་སྲུང་དེ། འོ་དེ་ཡར་ལ་བཅུག་དེ་ཁྱེད་ནང་ལ་ཟ། ཡུལ་མ། ཚང་མ་ལ་ཁྱེད་ནོག་ཤིག་ཁ་ཚང་ནི་ནོག་ཤིག་ངེད་ཅག་ནང་མེད་མ་ཟ་ཞིག། སྒྲེགས་པ་དེ་ནང་པའི་དགེ་རྒན་སྐད་འབོད་བྱ་འདུག་པ་བསམ་ཚེ་ནང་མེད་མ་ནི་མ་ཟ། རེ་རེ་རེ་ནི་སེམས་ས་ཟ་སྐྱབས་སུ་འོས་པའི་རྒྱུ་མཚན། ད་ང་ད་ནང་པ་སེང་གེ་པདྨ་སྟོད་ར་བ་དེ་ནོག་པ། སྤྱིའི་ཚང་མ་མིག་བཙུམ་སྟེ་ཡིན་ནོག་པདྨ་ནི་ཟེར་ར་མི་ནོག།

ཁྱིམ་པ་དེ་ནི་ན་ཟིན་བསྟན་པ་དང་ཁོའི་སྲིང་མོ་ན་བབས་པ་དང་ཁོ་མ་ཐར་པར་མགྱོགས་པར་ཐོབ་པའོ། གསུངས་པ་གདུལ་བྱ་བདུད་ལས་ཐབས་ལ་ཁ་སྤངས་ར་བྱེད་རོ། ད་སྟེ། དག་འཇིགས་བར་མེད་པའི་གོ་འཕང་ཐོབ་ཚེ་ར། གདུལ་བྱ་བདུད་ལས་ཐབས་ལ་ཁ་སྤངས་ར། དེ་ག་ནས་ན། ཐུགས་རྗེ་ཆེན་པོ་དང་ལྡན་པའོ། ཐུགས་བཟང་ན་ཤེས་བྱ་ལ་སྙིང། ཆེས་ཐག་ཆོད་ན་ཐུགས་བཟང་ངོ། དེ་ནས་ཉིན་བྱེད་ཆེན་པོ་པ་ཆེ་ཐག་ཆོད་ན་ཐུགས་རྗེ་ཆེན་པོ་གང་ཐུགས་ཀྱི་ལ་ཉིན་བྱེད་ཆེན་པོ་ཡོད་ཀྱང་ལོག་ལྟ་སེམས་ཅན་ཚང་མ་སྡུག་བསྔལ་དང་སྡུག་བསྔལ་ཡོད་རྒྱུ་དང་འདྲ་ན་སེམས་དགའ་ནས་ཐུགས་སེམས་བཟང་པོ་པོ་ཏུ་སེམས་རྒྱུན་དུ་གང་ཐུགས་ཀྱི་ལ་ཡོད་ཀྱང་ལོག་ཨོ་དེ་ལྷན་པ་སང་ང་ཚང་བཞིན་སྐྱབས་བཅོལ་ན་ཁོང་སྐྱབས་པ་ཚང་ལོག་ད་ལྟ་དེ་ནས་ཡིད་བཞིན་དཔའ་བོ་ནོར་གྱི་ཕྱིར་དུ་མི་དགེ་བཤེས་སྦྲུལ་པའི་ཕྱིར་དུ་དགེ་བའི་བར། འོ་ད་སངས་རྒྱས་དང་དགེ་འདུན་དཀོན་མཆོག་བསོད་དཀོན་མཆོག་གམ། ང་དང། ནོར་ཕུལ་ཏེ། ཧཱུྃ་དེ་ནས་བུམ། བཅུད་ཀྱི་བ་ཕུལ་ལེན་དག་ང་དང། ཡོན་ཆབ་ཕུལ་ལེན་ཕྱིར་མེད་ཕུལ་ལེན་ཚོགས་བུམ་ཚོགས་སྟོང་ཚོགས་ཁྲི་ཚོགས་བུམ་ཚོགས་ཕུལ། འོ་ད་བ་དུག་ཅན་ཕྱིར་དུ་ཕུལ་ན་ཡང།

ལྟེ་བའི་ན་བཟན་ཏེ་གསུངས་པ་སམ Therefore འདི་ཀ་འབོ། གཞན་འཁོར་བ་དང་ངན་སོང་གི་འཇིགས་པ་ཅན་གྱི་འགྲོ་བ་ཀུན་བསྐྱོབ་ཐུབ། ཁོང་རང་འཇིགས་པ་མེད་པ་སམ་འཇིགས་ཡང་འཇིགས་པ་ཡོད་མཁན་འགྲོ་བ་ཚང་མ་བསྐྱོབ་ཐུབ་པ་ནོ། དེ་བདེན་པ་རགས་པ་མེད། གལ་ཏེ་རང་འཇིགས་པ་མེད་པའི་གོ་འཕང་མ་ཐོབ་གང་ཅིག་ཡིན་ན། དེས་གཞན་འཇིགས་པ་ཀུན་ལ་བསྐྱོབ་མི་ནུས་སོ། རང་དེ་ནི་འཇིགས་པ་མེད་པའི་གོ་འཕང་སངས་རྒྱས་གོ་འཕང་སོགས་མ་ཐོབ་གང་ཅིག་ཡིན་ན། དེས་གཞན་ཚང་མ་དེ་ནི་འཁོར་བའི་སྡུག་བསྔལ་ལ་བསྐལ་བཟོད་ཀྱིས་བསྐྱོབ་ཉན་ཅི་མི་རགས་པ་ར།

སྐྱོབ་མི་ནུས་པ། རང་ཆུས་ཁྱེར་བ་ཞིག་གིས་གཞན་ཆུས་ཀྱང་སྐྱོབ་མི་ཐུབ་པ། ནང་བཞིན་ཡིན་ནོ། དེ་གསུངས་པ་སངས་རྒྱས་བཅོམ་ལྡན་འདས་དེ་གསུངས་མ་ལོག་དེ་ནི། ཁོང་ཆུས་སྐྱལ་རང་ཆུས་སྐྱལ་རྒྱ་ལ་ཤེས་ཟེར་ན། གཞན་ཆུས་ནས་ཁྱེར་སྐམ་པོ་སྐྱོབ་ཐུབ་པ། འོ་དོ་ཙོག་ལ། སངས་རྒྱས་སྐྱོན་ཚང་མ་ཀུན་ཟད་ཡོན་ཏན་ཚང་མ་ཐུགས་ཀྱི་ལ་ལྡན་པ་སངས་རྒྱས་དང་ཞབས་བཅོས་ན་ཞབས་ཐུབ་པ། འོ་མ་ཐལ།